སྦྱིན་སྲེག་ག་རེ་རེད་ཟེར་ན་རྗེ་བཙུན་ཁ་བ་ཆེན་པོའི་སྐུ་བཞེངས་རྩ་མདུད་ཀྱི་ནང་ལ་སྐུ་བཞེངས་རྩ་བ་ནང་ལ། བག་ཆགས་འཇུག་པའི་ཚུལ་ལ་གསུམ་ཕྱི་ཉིད་ཀྱི་ནས་ལྔས་མེ་བྱས་དེ་དག་གཉིས་ཀ་འདས་པའོ། ད་བག་ཆགས་འགའ་ཞིག་མཁས་པ་འགའ་ཞིག་གིས་ཀྱང་མཁས་པ་འགའ་ཞིག་གིས་བག་ཆགས་འཇོག་ཡ་དེ་ལྔས་མེ་གསར་དུ་བཞག་པ་སྤྱི་བོ་རེད་ཟེར་ཡ་དང། ཡང་རྒྱ་གར་གྱི་མཁས་པ་འགའ་ཞིག་གིས་བག་ཆགས་འཇགས་པ་དེ་ཕྱི་ཉིད་ཀྱི་གནས་པ་མ་གཏོགས་གསར་དུ་བཞག་པ་ཁྱོད་ནས་ཡོད་མ་རེད་ཟེར་ཡ་དང།

རང་བཞིན་ནི་རིགས་ཕྱེད་ཀྱི་སྲིད་སྡེ་ཞེས་འདོགས་ཨ། རང་བཞིན་ནི་རིགས་ཕྱེད་ཀྱི་སྲིད་སྡེ་དེ། ཨ་མ་རེད། རིགས་ཕྱེད་ཀྱི་སྲིད་སྡེ་ཟེར་ཡ་དེ་རང་བཞིན་ནི་རིགས་རེད་མ་གཏོགས་རྗེས་འཇུག་གི་རིགས་གཙང་གཉིས་ནི་མ་རེད། གཙང་གཉིས་ནི་མ་རེད། རྗེས་འཇུག་གི་རིགས་དེ་ཕྱི་ཉིད་ཀྱི་སྟོབས་ཀྱིས། ཨ་ནི་ཐོབ་པ་མ་ཡིན་པ་དེ་རྗེ་ཙོང་ཁ་པ་ཆེན་པོའི་སྐད་ཆའི་རྒྱགས་ཕྱེ་འདི་ནས་དཔེ་མི་སྲིད་པ་གསལ་པོ་ཡོད་རེད། རིགས་འདི། ཕྱི་ཉིད་ཀྱིས་ཐོབ་པ་ཡོད་མིན་ལ་འགྱོ་བཞེས་ཀྱི་ས་དང་ཆགས་པ་ཡོད་མིན་ནོ།

ཅེས་སོགས་སྐྱེ་མཆེད་དྲུག་ཕྱེད་བཞི་བཞི་པའི་སྟེང་དུ་ཕྱེད་བཞི་སུ་ཡོད་པའི་ཚེ་དེ་ག་ལ་རིགས་སྐྱེ་མཆེད་དྲུག་དེའི་རིགས་ཀྱི་ཕྱེད་བཞི་བྱེད། རིགས་དེ་དེའི་ཕྱེད་བཞི་ཡིས་གསུངས་པ་རེད། ཨ་ནི་དེས་ན་གཞི་དཔེ་འཆད་ཀྱི་སྤྱི་དོན་ལོ་ཕྱེད་ན་ཀུན་གཞི་མི་འཐད་པའི་ལུགས་བཞག་ཅེ་ན། ནང་གི་སྐྱེ་མཆེད་དྲུག་གི་སྟེང་ན་ཡོད་པའི་ཟག་མེད་ཅེས་པའི་ནི་པ་ཟེར་དུས་ནང་གི་སྐྱེ་མཆེད་དྲུག་ག་ལ་བཞག་ཡོད་རེད། སྐྱེ་མཆེད་དྲུག་གི་ཕྱེད་པ་དེ་ཞེས་པ་ཟེར་ཡ་དེ་སྐྱེས་པ་རེད་ལ་དང་བྱིས་པ་རེད། ད་སྐྱེ་མཆེད་དྲུག་གི་ཕྱེད་པ་དེ་ཞེས་པ་དེ་འགྲེལ་བཤད་རྒྱག་འོང་དེ་མི་འདྲ་བ་རེད། འགྲེལ་བཤད་རྒྱག་དེ་ག་ལ་དཔེར་ན།

ཨ་ནི་རིགས་འདི་ཟེར་བ་སྐུ་བཞི་ལས་གཞན་པ་ལ་གནས་སུ་མི་རུང་བ་ཨ་ནི་རུ་ལུའི་ཐུན་མོང་མ་ཡིན་པ་མི་འགྱུར་བ་སོགས་ཀྱི་རྐྱེན་མང་དུ་ཡོད་དོ། ཇི་ལྟར་རང་བཞིན་ཉིད་རིགས་དང་རྒྱན་གཅིག་གི་རིགས་ཏེ་སྐུ་བཞི་སྣང་ཞིག་གི་སྐུ་བཞི་སྣང་ཞིག་གི་རྟེན་དེ་མ་གཏོགས་སྐུ་བཞི་སྣང་ཞིག་གི་རྟེན་མ་གཏོགས་པའི་དེ་ལས་གཞན་པའི་རྐྱེན་དུ་ཡོད་བ་མ་རེད། དེ་རུ་ལུའི་ཐུན་མོང་མ་ཡིན་པ་རེད། སྐུ་བཞི་འདས་པའི་ལུས་ཀྱི་ཐུན་མོང་མ་ཡིན་པ་རེད་ཟེར་ཏེ་དེ་དང་ཏག་ཏག་གདངས་ཀྱི་སྤྱི་རྟེན་སྣང་ལ། སྤྱི་རྟེན་སྣང་ལ་སྐུ་བཞི་འདས་པའི་ལུས་ལ་སྐུ་བཞི་སྐུ་བཞི་སྣང་ཞིག་རྐྱེན་གྱི་རྟེན་སྐུ་བཞི་སྣང་བ་ཞེས་པའི་རྐྱེན་དེ་ཡིན། ཟག་མེད་སྐྱེས་པའི་ནུས་པའང་སྐུ་བཞི་མི་འདས་པའི་རྐྱེན་ནི་སྐྱེ་མཆེད་དྲུག་གི་སྟེང་དུ། སྐུ་བཞི་འདས་པའི་ལུས་རྐྱེན་ནི་སྐུ་བཞི་སྣང་བྱེད་ཀྱི་སྟེང་དུ་ལ་ལས་དེ་དང། སྐུ་བཞི་རྒྱ་ཆེན་འབྲས་བུའི་ནང་ལ་དེ་ནི། སྐུ་བཞི་ཁས་ལེན་པའི་ལུས་རྐྱེན་ནི་རང་བཞིན་ཉིད་རེད་དེ་སྐུ་བཞི་ལས་གཞན་པ་ལ་གནས་སུ་མི་རུང་བ་དེ་རུ་ལུས་ཐུན་མོང་མ་ཡིན་པ་རེད་ཟེར་ཏེ་ལྟ་སྟངས་ར་འཕྲད་འདུག་ད། དེ་སྲིད་དེ་སྐུ་བཞི་གི་སྟེང་དུ་མ་གཏོགས་ཡོད་མ་རེད། ད་སྐུ་བཞི་གི་སྟེང་དུ་མ་གཏོགས་མེད་དེ། ད་སྐུ་བཞི་གི་སྟེང་དུ་མ་གཏོགས་མེད་ན་ནི་སྐྱེ་མཆེད་དྲུག་གི་ཁྱད་པར་དེ་བྱེད་པ་གང་འདྲས་རེད་ལ་དེ། ད་ད་ནི། སུ་དང་ནི་ཕྱུགས་ཀྱི་སུ་རུ་གས་དུས་ད་རག་པ་ཡིན་སོ་ཅེས་གསུངས་ས་དེ་རེད།

རང་བཞིན་ཉིད་ཀྱི་རྗེས་ལ་ལྡན་པའི་གང་ཟག་ཅིག་ནི་གང་ཟག་དེ་སྐྱེ་བ་ཐོག་མ་མེད་པ་ནས་བསྐོར་བ་རིགས་ཏེ་རྗེས་ལ་དོན་ལྡན་པར་རོ། དོན་ལྡན་པ་ཅིག་ནི་ལས་ཡང་དེ་རིང་འདོར་བ་ཇི་སྙིང་དུ་རྒྱུ་ཐོགས་པ་སེ་ཡ་སྟེ། དེ་སྲིད་དེ་རྗེས་འཇིག་རིགས་ཆགས་དུས་ཕྱི་སྙིགས་ཀྱི་ཐོག་གོ་མ་རོ་ཁོ་ནུས་པ་ཕྱིར་བཏང་ཚར། ཕྱི་སྙིགས་ཀྱི་ཐོག་དེ་ཉིད་དེ་ལ་མཐིལ་སོགས་ཀྱི་སྤྱོད་བཏང་ནས་ནུས་པ་ཕྱིར་བཏང་འོང་དེ་ག་ལ་རྗེས་འཇིག་རིགས་ཆགས་འོང་དེ་དང་གི་གི་རྒྱ་ཆེན་ཅན་རྣམས་ལ་ཕྱི་སྙིགས་ཀྱི་ཐོག་རྒྱུ་ཐོགས་པ་རེག་གི་མ་རེད་གསུངས་འདུག་ཨ་དེ་རེད་ད། ཨ་དེ་ཡིས་ས་རེད་གསུངས་གི་འདུག་ཨ་ནི་འོག་གི་ད་ལྟ།

ཨ་ནི་སྐྱེ་མཆེད་དྲུག་ག་རེ་རེད་ཟེར་ནས་གོ་བ་གཉིས་ལས་རོ་དེ་གཉིས་ཀ་འགྲིག་གི་མ་རེད་ད། སྐྱེ་མཆེད་དྲུག་གི་ཁྱད་པར་དུ་བྱས་པ་ཟེར་དུས་སྐྱེ་མཆེད་དྲུག་རིགས་ཡིན་པའི་སྐད་ཆ་མ་རེད། སྐྱེ་མཆེད་དྲུག་གི་ཁྱད་པར་དུ་བྱས་པ་ཟེར་དུས་སྐྱེ་མཆེད་དྲུག་ཁྱད་ཆེ་ཞེས་པའི་དོན་དུ་ཁྱད་ཆེ་ཞིག་ཡོད་པ་དང། ད། རིགས་གཅིག་ལ་བརྟེན་པའི་གང་ཟག་གཅིག་གི་སྐྱེ་མཆེད་དྲུག་དེ་གཞན་ལ་ཁྱད་པར་འཕགས་པ་དོན་གཉེར་བྱ་དགོས་དེ་ལྟར་ལས་སླ་བོ་རེད་འདུག་ཨ། དེ་བྱས་ཏེ་དེ། སེམས་ཁྲིད་དུ་སེམས་ཁྲིད་ཀྱིས་གསུངས་པ་དེ་དང་འགལ་བ་གལ་མི་འདུག་ད་འདི། འདི་ད་ལྟ་འདི་ནང་མཐའ་མ་མཐའ་མ་དེ་འདི་འདུག་ཨ། ཨ་ནི། ག་ས་ཏི། ཇུ་ག་ལ་འདོད་ན་མི་འོང་ལྟ་བུ། མི་འོང་ལྟ་བུའི་ཁྱད་པར་དུ་སྦྱིན་ས་ག་རེ་ཡིན་སེམས་དང་མི་འོང་ལྟ་བུའི་ཁྱད་པར་དུ་སྦྱིན་ས་ད་ཉིད་ལ་ས་ཡི་སྟེ་རེད་ད། ནང་གི་ཅིང་ཞིག་འཁྲུལ། ཡིན་ན་ཡང་ན། ད་རྗེས་རིན་པོ་ཆེ་གི་ཐ་མ་ཐ་མ་མ་ཐག་ཅིང་འོང་སྟེ། ཨ་ནི། ནང་གི་ཅིང་ཆེ་འཁྲུལ་ཡིན་གྱི་མིན་གྱི་དགོས་མ་རེད་སོང་ད། ཅིང་ཆེ་འཁྲུལ་ཟེར་ཡང་སྲིད་ད། སྐྱེ་མཆེད་སྤྲོས་ཟིན་ཡང་ཨ་ནི་སེམས་ཅན་གྱི་ཤེས་རྒྱའི་སྡོམ་ཁོང་དང་བཅས་ནི་སོགས་བར་མ་ཆད་དུ་འཇུག་པའི་རྟེན་གྱི་གཞུང་འཁྲུལ་ཞེས་པའི་ནུས་པ་ཅིག་འགྲིག་གི་རེད་ཡིན་གཅིག་མིན་གཅིག་ནང་གི་ཕྱིན་སྤྲོས་གོ་འོས་ས་མ་རེད་ཀོ་ང་ཚོ་སེམས་ཅན་གྱི་རྗེས་ལ་ཡོད་པའི་སེམས་ཅན་གྱི་འཁོར་དུ་ཤེས་རྒྱའི་དུ་ཅན་ནི་སོགས་གོང་འོས་བར་མ་ཆད་དུ་འཇུག་དེ་ངས་དེ་འབྲེལ་གཅིག་གི་སྟེང་དུ་བྱང་ཆུབ་ཅེས་པའི་ནུས་པ་དེ། དངོས་གནས་བྱས་ན།
ཀུན་གཞི་འདོད་པ་ཞི་བྱ་རབ་ཅེས་གསུངས་ཡོང་གི་འདུག་ཨ་དེའི་ནང་ལོགས་ལ་ཁྱད་གཞི་བཞག་ཡོད་དུས་སྐྱེ་མཆེད་དྲུག་ཆ་དེ་བཞག་བཞག་དེ་ག་རེ་ཡིན་ནའང་ཞུ་བའི་གཅིག་དང། ཨ་ད་ནང་བཞིན།

མི་འོང་ཁོ་རང་ལ་སངས་རྒྱས་ངོ་སྤྲོད་ཀྱི་ནུས་པ་ཅི་ཡོད་རེད་དེ་མ་གཏོགས་ཀི་ཀི་ཡོད་མ་རེད་འཛི་ཀི་བཙུགས་ན་དེ་ལ་བཙུད་དགོས་རེད་མ་གཏོགས་ཡེ་ཤེས་གཞན་གྱི་བཞག་དེ་ངེད་ཅིག་མི་འོང་དེ་འདུག་ཀླད་སྟུག་ཁོ་ར་ཡོད་མ་རེད་མིག་འོང་པོ་ཁོ་རང་མ་འོང་པ་ཨ་ནི་སངས་རྒྱས་ཀྱི་རྗེས་ཀྱི་ཟག་མེད་སྐུ་ཡི་ངོ་སྤྲོད་ཀྱི་ནུས་པ་ཅི་ཡོད་རེད་ཟེར་དེའི་ནུས་པ་དེ་ག་ར་ཆགས་བསྡད་ཡོད་རེད་ཟེར་ན་ཨ་ནི་མི་གོ་འོང་པའི་སྟེང་དུ་ཡོད་པའི་རང་བཞིན་ནི་རིགས་ཏེ་མི་འོང་ཆེས་ཤེས་བྱེད་དེ་ཆེས་ཅི་སྲིད་ཡོད་དེ་ཉིད་ཀྱི་རང་བཞིན་ནི་རིགས་ཏེ་དེ་རེ་སྲིད་དེ་མ་གཏོགས་གཞན་པ་ཨ་ནི་ཤིང་བྱའི་སྦྲུལ་གྱི་སྟེང་དུ་ཨ་ནི་ཟག་མེད་གཅིག་པའི་ནུས་པ་ཟེར་དེ་དང་དེ་ལ་སོང་ཟག་མེད་ཡེ་ཤེས་ཟེར་ཡ་གཅིག་སྐད་ཆ་བཤད་སོང་ཨ། ཟག་མེད་ཡེ་ཤེས་ཟེར་དེ་པིན་ཆེན་གྱི་སྤྱི་ཐག་གཅོད་ནུས་རེ་ཡོད་རེད་རྒྱ་གཞུང་ནང་ལ་ཟག་མེད་གཅིག་པའི་ནུས་པ་ཟག་མེད་གཅིག་པའི་ནུས་པ་ཅང་ཅི་འདུག་མ་གཏོགས་གཅིག་ཟག་མེད་ཡེ་ཤེས་ལབ་མི་འདུག་ད། བྱས་ཙང་དེ། ཟག་མེད་གཅིག་པའི་ནུས་པ་ལ་དེ་འདྲའི་ཡིད་ཚ་ངེས་སླ་བོའི་བྱས་ཙང།

དང་ཁོང་དུ་ཅིན་ལིན་སོགས་གོང་དུ་ཡོང་བ་མང་ཆེ་དུ་འཇུས་པའི་སྟེང་གི་བྱང་ཆོས་ཅིག་མིན་ནུས་པ་ཟེར་འདུག་ཅིན་ཆིག་སྒྲོས་ཟེར་ཡོད་རེད་དེ་ཡིན་ན་མདོར་ན་ཅིན་སྒྲོས་ཟེར་ཡང་ཡིན་གཅིག་མིན་གཅིག་ཅིག་ཅིག་བྲོ་ཡིག་བཀོད་ཡ་མི་འདུག་ད་སེམས་ཅན་གྱི་ཁོང་དུ་ཤེས་གཅིག་ཏུ་ཅིན་ལིན་སོགས་གོང་དུ་ཡོད་པ་མང་ཆེ་དུ་འཇུས་པའི་སྟེང་གི་བྱང་ཆོས་ཅིག་མིན་ནུས་པ་འོ་དེ་འདྲས་ཅིག་ཡིན་ན་དེ་དེ་བཞིན་ནུས་པའི་རྫིས་སུ་ཡོད་རང་ཅག་དུས་བའི་རྫིས་སུ་མེད་ངེས་འོ་དེ་འདྲས་ཅིག་ལ་རང་བཞིན་ནུས་ལས་བཞག་གི་རེ་རིགས་གཉིས་འདོད་ལགས་ཟེར་འདུག། ད་ངའི་སེམས་ཁྲལ་གྱི་དེ་ནང་བཞིན་བྱས་ན་བཞག་རྒྱུ་ཡོད་ས་རེད་ལབ་དེ་ཡིན་ད། ད་ཞི་ར་ཧ་གོ་མ་བཟོ་དེ་མ་གཏོགས། ལགས་སོ་གིན། ད་རྒྱུད་ཀྱི་བཏུས་པའི་ཕྱིའི་སྐྱེ་མཆེད་དྲུག་གི་སྟེང་གི་ཟག་མེད་ཡེ་ཤེས་སྐྱེད་པའི་ནུས་པ་བྱས་ནས། དེས་ཡེ་ནས་སེམས་ཙམ་པའི་ལུགས་ལ། རང་བཞིན་གནས་རིགས་བཞག་ན་འགྲིག་ར་གིན་ར། ཕྱིའི་ཕྱིན་ཆད་དྲུག་ལ་ད་སངས་རྒྱས་སྐུའི་ངོ་འགྲོ་བ་དེ་ཡོད་ར་བས་སྲིད། རྒྱུད་ཀྱི་བཏུས་པའི། རྒྱུད་བཏུས་པའི་གཟུགས་སྐྱེ་མཆེད་ལ་དང་པོ་ཆ་ལུགས་ངེས་ལ་སངས་རྒྱས་སྐུའི་ངོ་འགྲོ་ངེས་ཀྱི་གཟུགས་སྐྱེ་མཆེད་ཁྱེད་ཁྱེད་ཡོད་རུ་ཅི་ད།

ད་ལྟ་རྒན་གྱིས་གསུང་ཡ་དེ་ད་ལྟ་གར་ས། རིགས་ཀྱི་ཁྱད་པར་གསུང་རྟེན་བཞག་ཡ་དེ་རང་བཞིན་གནས་རེད་མ་གཏོགས་རྗེས་འཇུག་རེད་ལ་ཁྱབ་ཁྱེར་བ་བཞག་གི་མ་རེད་ཟེར་དེ་འདྲ་གསུང་སོང་དེའི་དོན་ད་རྗེས་འཇུག་རེད་དེ། ཆོས་ཉིད་ཀྱི་རྟགས་ཀྱི་ཐོབ་པ་མ་ཡིན་དང་ག་རེ་ཡིན་ན། ཆོས་ཉིད། ངས་ཆོས་ཉིད་ཀྱི་རྟོགས་ཀྱི་ཐོབ་པ་ཟེར་ཡ་ཇི་ཡོར་བ། ཆོས་ཉིད་ཀྱི་རྟོགས་ཀྱི་ཐོབ་པ་ཟེར་ཡ་དེ་ཁོ་རོ། སེང་ཆེན་ཁོ་རོ་མགོ་ག་ནས་བཙུགས་སོང་ན་ར་ད་མགོ་ག་ནས་བཙུགས་སོང་ན་དེ་དེ་ནས་རོ་ཕྱིས་སུ་ཡོད་དེ་ངས་དེ་ལ་གསུང་རོང་བཏང་དེ་ཡིད་ད། དེ་འདྲའི་ཡི་དེ་རྗེ་འཇིགས་རིས་ཞེས་འདོ་བ། རྗེ་འཇིགས་རིས་དེ་རུ་ཆིས་ཡོད་མ་རེད་ཟེར་དེ་ནི་མ་ཀླད། མ་ཀླད་དེ་ད་ཁ་ཤས་ཀྱི་གཉིས་ཆེ་ཆེན་པོ་བཅས་པ་ནས་རེད་ཟེར་གོ་ཁ་ཤས་ཀྱི་ཚོང་ལོང་ནས་རེད་ཟེར་གོ་རེད་དེ་ཆགས་འགྲོ་དེ་ཐི་བི་ཅིང་གི་སུས་བཏགས་འགྲོ་དེ་ཐི་བི་ཅིང་གི་སུས་བཏགས་འགྲོ་དེ་ཀ་ལ་དེ་རིགས་དེ་ནུས་པ་ཆེན་པོ་བཟོ་བྱ་རེད་ཟེར། སངས་རྒྱས་སྐུ་ཡི་ངོ་བོ་འགྲོ་བའི་ལ་ཆེན་ཇུས་བྱེད་བཟོ་བྱ་རེད་ཟེར། དེ་ད་ང་ཚོ་ད་གི་གཞུང་སངས་དེ་ཀ་ས་འདོ་བ་ནོར་ཏེ་སེ་འདོ་བ། རིགས་དེ་ལ་རག་པ་ཟེར་གི་རེད་ཟེར་གོ་ཡ་དེ་རེད་རག་པ་ཡིད་དོ་དེ།